ནམ་མཁའ་འགྲོ་བའི་དཀོན་མཆོག་གི་རྡོ་རྗེ་དང་ཡོན་ཏན་དྲན་པའི་སྒོ་ནས་གང་ལ་སྐྱོབ་མི་ཐུབ་ཅེས་བསམས་པ་ནས། བླ་རྡོ་རང་རྒྱལ་སེམས་ཅན། བླ་རང་སོགས་བཏང་ཀྱང་འཁོར་བའི་སྡུག་བསྔལ་སྐྱོན་དང་བྱེ་བྲག་གིས་ངན་འགྲོའི་སྡུག་བསྔལ་ལ་ཉེ་ལྟ་བུ་ནས་འཇིགས་པར་མ་ཟད་རང་གི་འཁོར་བ་གཏོང་མ་མེད་པ་ནས་ཡུལ་ཕྱོགས་དང་ས་ཕྱོགས་འདིར་མ་སྐྱེས་བྱ་བ་དང་སེམས་ཅན་འདི་ཡི་ལུས་མ་བླངས་བྱ་བ་དང་འདི་བདག་གི་མ་མ་སྐྱེས་བྱ་བ་དང་ལྷག་པར་མི་ཡི་རྟེན་ལ་མ་སྐྱེས་ཀྱང་མ་མ་སྐྱེས་བྱ་བ་གཅིག་ཀྱང་མེད། བླ་རྡོ་གཅིག་ཀྱང་མེད་མེད་ན་ཚེ་འདི་མ་གཞན་དུ་ཐུང་ཐག་བག།

ཉིན་མཚན་དུས་དྲུག་ཏུ་གསུངས་པ་དང་རྣམ་སྣང་གི་དམ་ཚིག་དྲུག་གི་ཁྲིད། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་བླ་རྒྱ་བསྐྱེད་འདི་ཚང་ལ་སོགས་འདི་ཚང། འདི་ཚང་བའི་སྐྱབས་སེམས་ཀྱི་ཆོ་ག་འདི་ཉིན་ཉིན་རེ་ལ་ཡང་ལན་དྲུག་རེ་ལན་དྲུག། ལན་དྲུག་འདོན་རེ་ཞིང་གང་གི་རྨི་ལམ་དང། བླ་སོགས་གང་གི་རྨི་ལམ་དུ་དམ་ཚིག་འདི་དང་འདི་བཟུང་སྙམ་པ་ངེས་པར་དགོས་པའི་འོ་མ་ཁུང་ལ་བླ་སོགས་རིགས་འགྲེ། དེ་ནི་ཚད་མའི་ཆོས་ཀུན་མ་ལ་གང་གིས་སེམས་བསྐྱེད་དེ་སྤྲུལ་པའི་རྒྱུ་ཡི་རྩོལ་བ་ཡིན་པར་མ་ཟད། ཚད་མའི་ཆོས་ཀུན་མ་ལ་གུས་པ་གསུམ་ཡོད་དེ་རྣམ་པར་འཚེ་བ་ལས་གཅོད་པ་དང་ཐིག་པ་དམན་པ་ལས་གཅོད་པ་དང་བྱང་ཆུབ་ཀྱི་སེམས་བརྟན་པར་འགྱུར་བའི་གུས་པ་གསུམ་ཡོད། ཨ་ལ་སོགས་དང་པོ་ནི་རང་བཞིན་གྱིས་ཕྱི་ནང་གི་ཉིན་མཚན་དང་བདག་ཉིད་ཀྱི་སྤྱོད་པའི་ཕྱིར། ཨ་ལ་སོགས་བདག་གཞན་ལ་དགོངས་པ་སྔགས་བཟླས་པ་སོགས་ཞི་བ་མི་ནུས་པས་ཨ་ལ་སོགས་ཁ། ཁར་ཞི་བ་མི་ནུས་པའི་ཁར་ཕྲད་དེ་ཞི་བ་དང་སྣང་ཡང་སླར། ཐུར་འོང་ཉེས་བྱས་བས་མདོ་བསྡུས་པ་ལས།

ངན་འགྲོ་བས་ཀྱང་བྱང་ཆུབ་ལ་རྟེན་ཅིག་གིས་ཀྱང་མ་ཡིན་ཏེ་ཉན་ཐོས་དང་ནི་རང་སངས་རྒྱས་འདི་གཉིས་རྟེན་ཅིག་གིས་བརྒྱད་དོ་ཞེས་སོ། གསུམ་པ་ནི་བུ་གཅིག་ཤི་བས་མིས་རང་གི་བུ་རྟག་ཏུ་མི་བརྗེད་པར་དྲན་པ་ལྟར་ཚིག་མེད་ཅིང་དགོན་པའི་བྱང་ཆུབ་ཀྱི་སེམས་རྟག་ཏུ་མི་བརྗེད་པར་འགྱུར་ཏེ་རྟེན་ནི་ལས་བུ་གཅིག་ཤི་བས་མ་ཡིན་རྟག་ཏུ་མ་ཡིན་ནི་རྟག་ཏུ་མི་བརྗེད་དྲན་པ་ལྟར། ལགས་སོ་ཚངས་པའི་གནས་ཅན་བྱང་ཆུབ་སེམས་རྟག་ཏུ་མི་བརྗེད་ཞིག་ལ་གཞན་ཡང་གཅིག་ཤིས་གསུངས་པས།

དགོས་པ་ན་བགྲོད་པར་མ་ཟད་རིང་འགྲོ་གའི་དམ་ཚིག་ཅི་ཡིན་ཚིག་མི་འབྱེད་པའི་སྦྱིན་པ་དང། བྱམས་པའི་སྦྱིན་པ་གཉིས་འདི་ཚང་ཨ་ལ་ཏོ་དེ་ནས་སྨོན་སེམས་དང་རྒྱ་ཆེན་བཟུང་བ་ནི། ཨ་ལ་ཏོ་བདག་གིས་མ་གྱུར་འགྲོ་བ་མ་ལུས་ཤིང་ལུས་པ་མེད་པ་ན་སྲིད་པ་དང་ཞི་བའི་འཇིགས་པ་ཀུན་ལས་གྲོལ་བའི་ཆེད་དུ་ཐུགས་ལྗགས་བླ་ན་མེད་པ་ཡང་དག་པར་རྫོགས་པའི་གསང་རྒྱུད། རྫོགས་པའི་བྱང་ཆུབ་ཐོབ་པར་ཤོག་ཅིག་སྙམ་པའི་སྨོན་པའི་སེམས་དེ་དག་རྫོགས་ཀྱང་མ་ཐོབ་ཀྱི་བར་དུ་སྲོག་གི་ཕྱིར་ཡང་མི་གཏོང་བར་བཟུང་བར་བྱའོ་སྙམ་པས། འགྲོ་ཀུན་སེམས་བསྐྱེད་པ་ལེགས་བསྒྲལ་ཅིག་ཞེས་བརྗོད། འདིའི་སྨོན་སེམས་མཆོག་གིས།

བྱང་ཆུབ་ཏུ་སེམས་བསྐྱེད་ནས་བརྒྱ་ཆའི་བཅུ་པ་གཅིག་ལ་རིམ་པ་བཞིན་རིམ་གྱིས་བསླབ་པར་བྱའོ་སྙམ་དུ་ཚོགས་ཞིང་གི་གཙོ་བོ་བླ་མ་ཤཱཀྱ་ཐུབ་པའི་རྗེས་སྤྱོད་པ་མོས་ལ། མོས་ནས་བླ་མ་བརྒྱ་བ་སྲིད་ན་བདག་གོ་མ་མཛད་ཚུལ་ཇི་ལྟར་ངོ་ནས་བདེ་གཤེགས་ཀྱིས་ཞེས་པ་ནས་རིམ་པ་བཞིན་བསླབ་པར་བྱ་ཞེས་པའི་བར་ལན་གསུམ་བརྗོད་ཅིང། གསུམ་པའི་ཚེ་རང་བཞིན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བྱང་ཆུབ་སེམས་དཔའི་སྡོམ་པ་རྣམ་པར་དག་པ་བླ་མ་ཐུབ་པའི་དབང་པོའི་ཐུགས་རྒྱུད་ལ་ཇི་ལྟར་འཁྲུངས་པ་ལྟར། ལྷག་ཆད་མེད་པར་སྐྱེས་བྱུང་སྙམ་དུ་དགའ་བ་བསྒོམ་པ་དང་ཆབས་ཅིག་བླ་མ་ཐུབ་པའི་དབང་པོའི་སྐུ་ལས་རང་འདྲ་སྙིམ་པ་ཞིག་བྱས་ནས་རང་བཞིན་སེམས་ཅན་ཐམས་ཅད་བླ་མ་ཐུབ་པས་འོངས་པའི་སྐུ་རུ་ལམ་གྱིས་བཅོལ་བའི་མོས་པ་བསྐྱེད་ཅིང་སེམས་ཅན་འབྲས་བུའི་ལམ་ཁྱད་དུ་བསྒོམ་པ་འདི་རྗེ་བླ་མའི་སྙན་བརྒྱུད་ཤིན་ཏུ་ཟབ་པར་གསུངས། དེང་དུས་རྟགས་གསལ་ཞེས་སོགས་ཀྱིས་སྤྲོ་བ་བསྐྱེད་ཅིང་སྨོན་འཇུག་གི་བསླབ་བྱ། ལྷར་བསྐྱེད་གཏོང་བའི་སྨྱུག་པ་མེད་པ། བླ་སྲོག་སངས་རྒྱས་ཀྱི་རིགས་སུ་བསྐྱེད་པ་ཡིན་པས་རྒྱ་ཆེར་གྱི་སྤྱོད་པ་ཐམས་ཅད་ལ་ཚུལ་བཞིན་བསླབ་པར་བྱའོ་སྙམ་པར་བྱ་བ་ལུང་ཡོད་ཅིང་དོན་སྐྱོ་ན་ལོང་བའི་ཤ་དར་ཕུང་པོ་ལས་ཇི་ལྟར་རིན་ཆེན་བསྙེན་པ་དག་ཞེས་པ་ནི་གནས་ཁེ་དྲུང་རིན་པོ་ཆེ་དེ་ཐུན་དྲུག་ནང་ལས་འདུག།

དམ་ཚིག་པ་ཡེ་ཤེས་པ་དང་ཡེ་མེད་དུ་འདྲེས་པ་སོགས་འཕགས་བྱེད་ཆོས་བསྟན་པ་ཅི་སོང་སྙམ་པའི་འོ་བྱེད་དུ་གང་གིས་དྲན་པ་ཙམ་གྱིས་གང་གིས་དྲན་པ་ཙམ་གྱིས་གདོང་བ་ཀུན་གཟིར་ཞེས་ཇི་ལྟར་དགོངས་ན། ཨ་ལ་སོར་གཅིག་གདོང་བ་ལ་མང་དུ་ཡོད་ཀྱང་བསྡུ་ན་གསུམ་དུ་འདོད་དེ་ངན་སོང་གི་འཇིགས་པའི་ཡིད་གདུང་བ་དང་སྲིད་པའི་འཇིགས་པའི་ཡིད་གདུང་བ་དང་ཞི་བའི་འཇིགས་པའི་ཡིད་གདུང་བ་སྟེ་གསུམ་མོ། དྭངས་བླངས་སངས་རྒྱས་ཀུན་འདུས་ཀྱི་ངོ་བོ་འོག་སངས་རྒྱས་ཀུན་འདུས་པའི་ངོ་བོ་བླ་མ་རིན་པོ་ཆེ་ཁྱེད་རང་མ་མཇལ་ན་གདུང་བ་གཏད་དོ་སེར་སོལ་མི་བཞེས་ལ་མ། རྡོ་རྗེ་ཅན་ཁྱོད་ཀྱིས་ཁྱོད་ཀྱང་ཁྱོད་ལངས་ཀྱི་རིགས་པའི་གནས་བདུན། ཨ་ལ་སོགས་དགོངས་གསོལ་ཡང་དང་ཡང་དུ་གསུངས་པས་དྲན་པ་ཨ་ནི་ཡིད་ཆེས་ནས་དེ་ནི་ཡིད་ཆེས་པའི་གདུང་བ་གསུམ་གྱི་གྱེན་ལངས་སེར་བ་དང་ཁྱབ་ཅིང་བླ་མའི་བཀའ་དྲིན། བླ་མའི་བཀའ་བཞིན་བླང་དོར་མ་ལོག་པའི་འདུན་མ་རྩེ་གཅིག་བསྒྲུབ་ཅིང་ཚེ་འདི་ལའང་སངས་རྒྱས་ཐོབ་པར་གདོན་མི་ཟ་སྙམ་པས་སྤྲོ་བ་བར་འཕེལ་བས་གཞིར་འགྱུར་ཞེས་བདག་གི་བླ་མ་ཡབ་སྲས་ཀྱིས་གསུངས་དེར་མ་ཟད་བསྐྱེད་རྫོགས་ཀྱི་དགོངས་པ། དེ་ཚོ་དགོངས་པ་ངག་འདོད་པ་ཚོ་ལ་མ་དགོངས་པ་ལས་ཕན། བླ་སོགས་བསམ་བརྗོད་ཀྱི་ཡུལ་ལས་འདས་པ་ན་ཨ་ཏི་ཀི་ཨ་ཏི་ཀོས་པ། སྤྱིར་ཡང་དགོངས་པ་མང་ལ་འདོད་བླ་མ་དགོངས་པ་དགོངས་ན་མེད་བཟླས་བརྗོད་བྱེད་པ་མང་ལ་འདོད་གསོལ་བ་བཏོན་པ་དགོངས་ན་མེད། བླ་རྫོགས་རྡོར་གནས་དགོངས་པ་མང་ལ་འཇོག། བློ་འགེལ་ལིང་བསྐྱུར་དགོངས་ན་མེད་ཅེས་དང་ཚིག་བཀོད་པ། མཚན་དང་དཔེ་བྱད་བདེན་པའི་ལ་ཀ་པ་འབུམ་དུ་བསྒོམ་པ་ཡིན། བླ་མ་སྐད་ཅིག་དྲན། བླ་མ་སྐད་ཅིག་དྲན། བླ་མ་སྐད་ཅིག་དྲན་པ་འབུམ་ཆར་མིན། ཨ་ལ་སོགས་སྙིང་འགྲོའི་སྡིག་སྤྱོད་ས་ཡ་ལས་བླ་མ་གསུང་འདོད་ལས་ཀྱི་བཀའ། ཞེས་པ་ལ་སོགས་པ་ལུང་རིགས་ཀྱི་གྲུབ་ཆ་བསམ་བརྗོད་ཀྱི་ཡུལ་ལས་འདས་སོ། འདི་དག་ནི་མི་བསྐྱོད་པའི་དམ་ཚིག་སྤྱི་ཡི་སྟེ་རྡོ་རྗེ་སློབ་དཔོན་གཟུང་བའི་དམ་ཚིག་བསྐྱང་ཚུལ་ལོ། དེ་ནི་གང་གི་དྲིན་གྱིས་དད་ཅན་ཉིད་བྱེད་པ་ནི་འདིའི་བླ་མ་ལ་ལུང་བཅོལ། ཨ་ལ་སོགས་ལོངས་སྐུའི་ཡོན་ཏན་བརྗོད་པའི་སྒོ་ནས་ཕྱག་འཚལ་བ་ཡིན་ལ། བླ་སྲོག་བྱང་སེར་གྱི་ཉེས་བྱས་དང་པོ་ལས་སེམས་གསུམ་བརྗོད་དང་བླ་མ་སྔགས་བརྗོད་པ་ཉིན་མཚན་དུས་དྲུག་ཏུ་བླ་མ་ལ་ཕྱག་འཚལ་བ་འདི་ཚང། དེའི་དོན་སྙིང་པོ་དྲན་ན་ལམ་སངས་རྒྱས་སུ་འདུ་བའི་དད་པ་སྐྱུར་མི་ཤེས་ཡོད་ཅིང། བླ་སྲོག་ཡོན་ཏན་བྱ་བ་གཞན་གང་ཡང་མེད་ཀྱང་དད་པ་དེ་ཡིས་ཞུགས་ཏེ་བླ་མའི་བྱིན་རླབས་རང་གི་སྙིང་དབུས་བསྡུས་ཏེ་ཞུགས་ནས་ལས་རླུང་གི་རྒྱུ་བ་རང་འགགས་སུ་སོང་ནས་འོད་གསལ་ལྷན་སྐྱེས་སྐྱེས་པའི་བདེ་བ་ཆེན་པོ་དེ། ལ་སོགས་པ་དེང་སང་སྙིགས་མའི་དུས་སུ་ལོ་མང་པོ་ལ་མ་ཐོས་པར་ལོ་ཚོང་བཅུ་གསུམ་ཙམ་གྱི་ནང་ལའང་ལམ་འདི་ཐོབ་པར་ངེས་པས་སྐད་ཅིག་ཉིད་ལ་འཆར་བ་གང་བླ་མ་རིན་པོ་ཆེ་དབང་གི་རྒྱལ་པོ་དང་རྡོ་རྗེ་འཆང་གི་ཞབས་ལ་དུས་དང་བཅད་དུ་སྒོ་སྲུང་གུས་པས་ཕྱག་རྒྱའི་པདྨོ་ཕྱག་བགྱི་བ་ཞེས་པ་ལྟར་མོས་གུས་སོགས་དེ་ནས་བདག་པོས་བཟུང་དང་མ་བཟུང་དང་ཞེས་སོགས་ཀྱི་ཚེ་དངོས་སུ་ཤན་པ་དང་ཡིད་བྱེད་གྲུབ་པ་ལ་སོགས་པའི་བར་ལ་སོགས་ཕྱི་ནང་གསང་བའི་མཆོད་པ་ཕྱེད་བྱེད་པ་དང་བཅས་ལྷག་མའི་རྒྱུད་སྡེ་གོང་འཕང་དང་གོང་འོག་བདེ་སྟོང་གི་ཡེ་ཤེས་ལ་པ་མཆོད་ཚེ་སོ་སོའི་རྣམ་པར་མོས་ནས་རང་ཉིད་ལ་སོགས་པའི་ཐུགས་ཀ་ནས་མཆོད་ལ་སྤྲུལ་ཏེ་འཕོས་ནས་མཆོད་ཡོན་གཙུག་ཏུ་ཐུགས་མཆོད་ལ་བདེ་སྟོང་གི་ཡེ་ཤེས་རིང་འཁྲུངས་པའི་མོས་པ་བྱེད་པ། ནད་དམ་གཡེང་ན་འདིའི་དོན་སྤྲུལ་གྱི་རིགས་ཀྱི་དམ་ཚིག་སྡོམ་པ་དང་བཅས་བདེན་པའི་སྟེང་ནས་མཆོད་པ་བཅུ་ནུས་སུ་བྱ་བའི་དམ་ཚིག་འདོད་ལ། མེ་སྦྲེང་སྦུ་བ་ནས་རྗེས་དཔག་རྩོམ་པའི་ཉེས་གསོག་མང་པོས་ན་རྒྱུ་དོན་ལས་འགལ་བར་ཡང་སྲིད་དེ་དགོངས་པ་དང་མཐུན་ངེས་ཀྱང། དེ་སང་རྗེས་དཔག་བག་ཆགས་མེད་འགྲོས་བསྡུས་པ་ཡང་འབུ་ལོང་མེད་པར་ལྟ་བའི་དུས་འདི་གཞུང་དེར། བདག་གཞན་ལུས་ངག་ཡིད་གསུམ་ཞེ་སོགས་ཀྱི་ཚེ། རང་གི་ལག་དེ་མེ་འབྲེལ་རེ་བ་ལ་སོགས་ཕྱིར། མེ་འབྲེལ་ཕྱི་རུ་མ་སོང་བར་གླིང་བཞི་ཚོ་ཆུང་དུ་མ་སོང་བའི་སྒོ་ནས་གླིང་བཞི་གླིང་ཕྲན་ཉི་ཟླ་རེ་རེར་རིན་ཆེན་བདུན་སོགས་ཀྱི་ཁར་ལུས་ངག་ཡིད་གསུམ།

ཨོ་ལ་སོགས་རྩ་བར་བསྟན་པའི་ཚོགས་བསྟན་པ་སྦྱང་བ་ནི་རང་ཅག་ན་སྐྱེས་སམ་མ་སྐྱེས། ཨོ་ལ་སོགས་སླེབས་སམ་མ་སླེབས་པས་སངས་རྒྱས་ཤཱཀྱ་ཐུབ་པ་འཇིག་རྟེན་གྱི་ཁམས་འདིར་བྱོན་ཡང་དངོས་སུ་མཇལ་རྒྱུ་མ་བྱུང། འོན་ཀྱང་དུས་གསུམ་གྱི་ཕྱོགས་བཅུའི་བདེ་གཤེགས་རྣམས་ལ་མཛད་རྒྱུ་སེམས་ཅན་གྱི་དོན་ལས་མེད་པས་གང་ལ་གང་འཚམས་ཀྱི་ཐབས་མཁས་སྣ་ཚོགས་པའི་གྲངས་མེད་པའི་ཞིང་དུ་མཐའ་ཡས་པའི་སེམས་ཅན་གྱི་དོན་མཛད་པས་ན་རྒྱལ་བ་རྡོ་རྗེ་འཆང་གིས་རང་ཅག་རྣམས་དང་སྐུ། རང་ཅག་རྣམས་དང་སྐལ་བ་མཚམས་སྦར་ཐ་མལ་པའི་རྣམ་པ་ཅན་འདི་ལྟ་བུ་བསྟན་པ་ཡིན་ནམ་སྙམ་དུ་བླ་མའི། ངག་ལ་སོགས་བླ་མ་སངས་རྒྱས་སུ་ལྟ་བའི་དད་པ་ཆེན་པོ་སྐྱེ་བ་ལ་ངེས་པར་བསྟེན་པར་བྱ་སྟེ། དད་པ་སྔོན་འགྲོ་མ་དང་བཅས་པ་དང་ཡོན་ཏན་ཐམས་ཅད་ཟུང་འཇུག་འཕེལ་བར་བྱེད་ཅེས་དང་དད་པས་བསྡུས་ཏེ། ལས་ལས་འདའ་བར་བྱེད་ཐར་པའི་ལམ་མཆོག་སྟེར་བར་བྱེད་པ་ཡིན་ཞེས་དང་རྒྱུད་བླ་མ་ལས། ངག་ལ་སོགས་རང་བྱུང་གཉིས་ཀྱི་དོན་དམ་དེ་དད་པ་ཉིད་ཀྱི་རྟོགས་བྱ་ཡིན། སྔོན་མ་ལན་བྱེད་ཀྱི་འོད་ཟེར་དེ་སོང་བར་ཞེས་དང། དུས་གཞན་འཁོར་ལོའི་རྒྱུད་ལས་བསྐལ་པ་དུས་གསུམ་ཐམས་ཅད་དུ་དཀོན་མཆོག་གསུམ་ལ་མཆོད་པ་དང། སྲོག་ཆགས་བྱེ་བས་སྲོག་བཅད་པའི་ཚེ་འདི་སངས་རྒྱས་མི་ཐུབ་སྟེ། བཀའ་དྲིན་ཅན་གྱི་བླ་མ་ལ་དད་པ་ཡེ་ནས་རྙེད་ཀྱི་ནའང་ཆུང་དང་ཐུན་མོང་སྔོན་འགྲོ་ནི་ཚེ་འདི་ཉིད་ལ་ངེས་པར་འཐོབ་ཅེས་དང་མདོ་ལས། མ་འོངས་སྙིགས་མའི་དུས་སུ་ནི་ང་ཉིད་སློབ་དཔོན་གཟུགས་བཙུན་ཅིང་ང་ཡི་སྙམ་དུ་སེམས་བཅོས་ལ། དེ་ཚེ་དེ་ལ་གུས་པར་བསྐྱེད། ཅེས་སོགས་མདོ་རྒྱུད་ཀུན་ནས་བླ་མ་སངས་རྒྱས་སུ་ལྟ་བའི་དད་པ་དཀྱུས་མ་མ་ཡིན་པར་བསྐྱེད་པའི་ཐབས། སྒོ་དུ་མ་ནས་ཡང་ཡང་དཀྱིལ་སྒོམ་བགྱིས་ན་བློ་རིག་པ་ཆེན་པོའི། འབྲུག་པ་བཀའ་བརྒྱུད་ཀྱི་བླ་མ་ཁྲི་དོ་རྩ་ཆེན་པོ་རྒྱལ་བ་རོ། རྗེ་བཙུན་བློ་རིག་པ་བློ་རིག་པ་ཆེན་པོའི་དང་པོ་བཅོས་མའི་རྣལ་འབྱོར་བྱ་བར་དུ་བཅོས་མའི་ཐེག་པ་བརྒྱད་ཐ་མ་བླ་མ་རང་ལ་ཐིམ་ཞེས་པ་ལྟར་གོ་ཡུལ་དུ་མ་ལུས་པ་རང་གི་མྱོང་བ་ལ་དཀར་ནས་དཀར་ན། དེས་ན་རྟོག་པ་མྱུར་དུ་སྐྱེ་བར་འགྱུར་རོ། བརྒྱ་ལ་སྐྱོན་རྟོག་གི་བློ་བཤགས་ན་སྔོན་སངས་རྒྱས་བཅོམ་ལྡན་འདས་སྐྱོན་ཀུན་སེལ་ཡོན་ཏན་ཀུན་རྫོགས་པའི་རྫོགས་པའི་མཛད་པ་ལ་ཡང་གླེགས་བྱེད་དང་ལི་ཀར་མུ་ཏིག་ལ་སོགས་པའི་སོགས་འབའ་ཞིག་ཏུ་ཐུང་བ་དང་ཐུང་མེད་ཅིང་རྗེ་བཙུན་བྱམས་མགོན་ལ་སོགས་ཕྱི་མོ་རོ་མའི་འབུའི་གང་བ་ཐུང་བ་དང། ནཱ་རོ་པས་དེ་ལོ་པར་ཉར་སོན་ཆེད་བྱས་པ་མཐོང་བ་སོགས་རང་སྐྱོན་ཁོ་ནར་བསམ་དགོས་ཏེ། དཔེར་ན་རང་དང་རང་མཉམ་གྱི་གང་ཟག་གི་རྒྱུ་ཚོད་ཟིན་རྒྱུ་ཕར་ཞོག་རང་དོན་རྣམ་གཉིས་ཀྱི་རྨི་ལམ་བཟང་ངན་ཇི་ཡོང་ཙམ་ཡང་ཚོད་མ་ཐིག་ན་བླ་མ་སངས་རྒྱས་ཀྱི་མཛད་པ་ལ་སྐྱོན་བཏགས་པ་ག་ལ་རེད་དེ། བོད་པའི་དངོས་པོ་ལས། བླ་མ་དག་ལ་གུས་པ་མེད་ན་སངས་རྒྱས་དག་ལ་རྟེན་ཡང་མི་ཕན་ཞེས་གསུངས་པས། ཚེས་བཅུ་ཡོས་ཀྱི་དད་པ་སྐྱེས་པའི་ཐབས་ལ་འབད་པ་རེད་སོགས་སྙན་པ་བཀའ་དྲིན་ཆེན་པོས་རྗེས་སུ་དྲན་པ་ནི་རྡོ་རྗེ་འཆང་གི་སློབ་མའི་བསམ་པའི་ངོར་ཞིག་སོ་བཞེད་ལ། འདི་ལའང་བ་བླ་སོགས་བཀའ་དྲིན་དྲན་ཚུལ་མང་དུ་ཡོད་དེ་བླ་མ་སངས་རྒྱས་ལས་བསླབ་པའི་བཀའ་དྲིན་ཟང་ཟིང་གི་འཁོར་དུ་འདུས་པའི་བཀའ་དྲིན་ཆོས་གསུངས་པའི་བཀའ་དྲིན་ཤིས་བརྗོད་བྱིན་གྱིས་བརླབས་པའི་བཀའ་དྲིན་བཅས་པ་ལས་མ་བཀའ་དྲིན་ཅི་བསམ་དགོས་ལ་དང་པོ་བླ་མ་སངས་རྒྱས་ནས་ལྷགས་ཏེ། སངས་རྒྱས་དངོས་སུ་བྱོན་ཡང་རང་གི་དངོས་སུ་མ་མཇལ་བླ་མ་དངོས་སུ་བྱོན་བླ་མ་དངོས་སུ་མཇལ། ལམ་ཐུན་མོང་བ་སྤྱི་བོའི་གསུང་གི་ལམ་གྱི་རིམ་པ་དང་ཐུན་མོང་མ་ཡིན་པ་སངས་རྒྱས་རྡོ་རྗེ་ཐེག་པའི་དཀྱིལ་འཁོར་དུ་མན་ཆད་ཀྱི་དབང་རྩ་རང་གི་དམ་སྡོམ་ཚུལ་བཞིན་བསྲུང་མཆིས། ཨ་ལ་སོགས་ལྷ་བསྒོམ་པ་སྔགས་བཟླ་བ་སྐད་མ་བརྗེད་ཅིང། ལྷ་བསྒོམ་པ་དང་སྔགས་བཟླ་བ་སྐད་མ་བརྗེད་ཅིང། སྐྱེ་བ་བདུན་ན་བཅུ་དྲུག་བཙུན་རྒྱལ་ལ་སངས་རྒྱས་པའི་བཀའ་དྲིན་ལེགས་པར་བསྩལ་བའི་བླ་མ་ནི་དུས་གསུམ་གྱི་སངས་རྒྱས་ལས་ལྷའི་བཀའ་དྲིན་ལགས་པ་ཡིན་ཏེ། གསང་འདུས་རིག་སྔགས་ལས་འདི་ནི་རང་བྱུང་བཅོམ་ལྡན་འདས་ལྷ་དཔལ་ལ་ནོད་ཅེས་པའི་ནི་མན་ངག་རབ་ཏུ་དལ་བའི་ཕྱིར། རྡོ་རྗེ་སློབ་དཔོན་ལྟེ་བའི་ལྷ་སྤྱིའི་གསུང་སྙིམ་པ་ནི་རང་ཅག་གི་བློ་སྣ་ཆོས་ཕྱོགས་སུ་གྱུར་པའི་ཐབས་ཐམས་ཀྱི་ཟང་ཟིང་གི་དངོས་པོ་ཆེ་ཕྲ། ལ་སོགས་ཆེ་ཕྲ་གང་བཟང་ནས་རྩ་བའི་བཀའ་དྲིན་པ་བསམ་དགོས་ཏེ་རང་ལ་མི་གཞན་གྱིས་ལ་སོགས་ཡ་གཅིག་དྲིན་པས་བྱས་པ་ལ་ཡང་བཀའ་དྲིན་ཅེས་བསམ་དགོས་ན་བཀའ་དྲིན་བསམ་དགོས་ན་བླ་མའི་ཟང་ཟིང་གི་འཁོར་དོད་དོད་པ་ལ་བཀའ་དྲིན་ལེགས་པར་བསམ་དགོས་ཏེ་མགོན་པོ་ཡེ་ཤེས་ཀྱིས་གསུངས་ནས་ཟང་ཟིང་གི་ནི་འཁོར་དོད་དོད་ཡང་དག་ལམ་ལ་སྦྱོར་བར་མཛད་ཅེས་གསུངས། གསུམ་པ་ཆོས་གསུམ་པའི་བཀའ་དྲིན་ནི་རང་ཅག་བོང་བུ་མི་གཟུགས་ཅན་ལྟ་བུའི་སངས་རྒྱས་བྱང་སེམས་གོང་མ་རྣམས་ཀྱིས་དངོས་སུ་ཆོས་གསུངས་པའི་ཡུལ་དུ་མ་བརྗོད་པར་དང་པོ་བློ་སློབ་པའི་ལ་ལོག་ལོབ་པའི་ཚུལ་བསྟན་པ་ནས་བཟུང་ཐུགས་གསང་གོམས་སྲོལ་གྱི་བྱེད་ལུགས་སོགས། བྱེད་ལུགས་སོགས་ལ་རིམ་གྱིས་སློབ་པར་མཛད་དེ། ལམ་ཟབ་མོའི་རྟོགས་པ་བསྐྱེད་བཅུག་པ་ན་ལམ་ཟབ་མོའི་རྟོགས་པ། ལམ་ཟབ་མོ་རྟོགས་སུ་བཅུག་པ་ན་བཀའ་ཁྲིའི་ཤིན་ཏུ་ཆེ་བའི་བཀའ་ཁྲི་དེ་དག་ལ་བསམ་བཞིན་གྱི་ཆོས་སྟོན་པའི་ཟམ་པར་མ་སོང་བའང་བྱ་དགོས་ཏེ་ཀླུ་ཡི་རྒྱལ་པོ་མངལ་སྦྲིད་ཚིགས་བཅད་ལས། རེབ་དང་ནི་ས་ནོར་དང་རྒྱ་མཚོ་དང་ནི་ཁུར་མིག་ཅེས་བྱེད་པ་མི་སོགས་གང་ཡིན་པ་དེ་ནི་བདག་གི་ཁུར་ཆེན་ཡིན་ཞེས་ད་ས་བོན་གྱིས་ཨ་ལ་སོགས་བཟང་ལ་ཕུལ་ཡང་བཟང་པོ་དེ་དྲིན་ཟོར་མེད་པར་ངན་པ་ཡིན་ཞེས་སོགས་བཞི་པ་ཤེས་རྒྱུད་ཅི་འཇལ་ལགས་པའི་བཀའ་དྲིན་ནི། སྔོན་བྱུང་ལ་སྟེ་ཀླུའི་ནཱ་རོ་པའི་རྒྱུད་ཅི་འཇལ་ལགས་པ་དང་ཇོ་བོ་རྗེ་འབྲོམ་གྱི་རྒྱུད། ཨ་ལ་སོགས་སྲིའི་འབྲུག་མོའི་རྒྱུད་མ་པའི་མི་ལིའི་རྒྱུད་ཅི་འཇལ་ལགས་པར་མཛད་པས་སོ། པ་དང་རང་ཅག་གི་བླ་མས་ཀྱང་རང་ཅག་བློ་སྣ་ཅོག་ཅོག་ལ་འགྱུར་བ་དང་བཤེས་གཉེན་ལ་དད་པ་བསྐྱེད་པ་དང་དཀོན་མཆོག་ལ་དད་པའང་ཁྱེད་དྲུག་ལ་དག་ན་ཤར་བ་ལམ་རེ་ལ་བློ་ཆོས་པ་བྱམས་སྙིང་རྗེ་དྲངས་པའི་བྱང་ཆུབ་ཀྱི་སེམས་བསྐྱེད་པ། འོ་ཨ་ལ་སོགས་དམ་དུམ་སོང་བས་འདོད་པ། སྤྱི་འཁོར་དུ་འཇུག་འདོད་པ་སྤྱི་ཚོགས་ལོབས་འདོད་པ། མཐའ་ན་སྒེར་སེམས་ཕྲ་མོ་འཚེམ་པ་མཚོན་ཆའི་བླ་མའི། རྗེ་བྱིན་ལས་བརླབས་པའི་ཐུགས་ཡིན་པས་ངེས་ཡིན་ཡིན་ངེས་ལགས། དེ་ཡང་བླ་མའི་བཀའ་དྲིན་ལེགས་པར་དྲན་པའི་སྒོ་ནས་སངས་རྒྱས་སུ་ཡིད་ཆེས་བྱས་དྲིན་དུ་བཟོ་བ་ཞིག་དགོས་ལ། བལ་པོ་སྔོན་པོ་ལས། བླ་མ་བྱིན་རླབས་ཆེ་དང་ཆུང་བའང་དངུལ་ལ་མ་ཡིན་རང་ལ་རག་ལས། ལ་སོགས་བྱིན་ཟོར་མེད་ཅིང་ཡིད་མ་ཆེས་ན། ཅན་གཟུང་བ་མེད་དེ་ཡིད་མ་ཆེས་ན་འཇམ་དཔལ་ཅི་རན་གཟིགས། དངོས་སུ་བྱོན་ཡང་དེ་ཡི་དོན་དུ་ཅི་ཡང་མི་འགྱུར། དེ་ལ་ཡིད་ཆེས་གོས་རྒྱས་བྲིས་སོ། ཡོན་ཏན་རྩོམ་པའི་བླ་མ་མིང་ཡང་དེ་དང་དེ་ཡིན། བྱིན་རླབས་མྱུར་འགྱུར་ཅེས་གསུངས་གསུམ་པ་སྦྱོར་བས་རྙེད་པར་སྒྲུབ་པ་ནི། ཕྱོགས་དང་ཐུན་མོང་སྔོན་འགྲོ་མ་ལུས་ཀྱི་མགོན་སྦྱོར་ཡེ་ཤེས་སོགས་གསུངས་ནས་ཕྱོགས་ཐུན་མོང་གི་སྔོན་འགྲོའི་རང་དོན་དང་བདག་ཅག་གི་འདོད་པའི་དོན་དང་ལེགས་པའི་ཆ་ཕྲ་མོ་མཚོན་བྱེད་བླ་མ་ཚུལ་བཞིན་བསྟན་པའི་ཐབས་འབའ་ཞིག་གིས་རྗེས་སུ་འགྲོ་བ་མཐོང་ནས་ད་ནི། དོན་འདི་ནི་ངེས་དོན་གྱི་བླ་མའི་རང་བཞིན་མ་སྐྱེས་ཀྱི་བར་རེ་སྐྱེས་བུའི་འཕྲེང་བ་འདོགས་པའི་དངོས་པོ་ཅན་བྱིན་པ་བླ་མ་མཉེས་པ་རྒྱས་པ་དང་བླ་མ་མཉེས་པར་བྱ་བ་དང་སྒོ་གསུམ་གྱི་བྱ་བ་གཅིག་བྱས་ཀྱང་བདག་གིས་བླ་མའི་ཞབས་འདེགས་བཀུར་སྟི་ཕྱག་གཡོག་བཀུ་མཉེ་གྲོས་གཞི། ཉོན་ཡོངས་སོགས་བླ་མའི་རིམ་གྲོ་ཁོ་ནར་འགྱུར་བ་དང་བསླབ་པར། བླ་མས་གསུངས་པའི་ཆོས་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ། གང་ཞིག་ཅི་ནུས་སུ་ཉམས་སུ་ལེན་པ་ལ་སོགས་པ་བཀའ་བཞིན་དུ་སྒྲུབ་པའི་མཆོད་པས། འགྲོ་མགོན་དམ་པ་ཆེ་ཉིད་བསྙེན་པ་འབའ་ཞིག་བསྒྲུབ་པར་གྱུར་ཅིག་སྙམ། བསྒྲུབ་པར་བྱིན་གྱིས་རློབས་ཤིག་སྙམ་པ་དང་རང་གི་རྩ་བ་དད་པ་རྒྱ་དབང་དང་བཀའ་དྲིན་གྱི་རྟེན་སོ་སོར་བསམ་པའི་མཐར་ཡང།